ད་རེས་ཉེ་ཆར་རེས་གཟའ་སྤེན་པའི་ཉིན་མོ་ཝེར་ཇི་ནི་ཡ་གཙུག་ལག་སློབ་གྲྭའི་ནང་ལ་བདེ་འཇགས་ཉེན་རྟོག་པ་ཚོས་སློབ་ཕྲུག་ངོ་རྒོལ་བའི་སྐོར་གྱི་ཟློས་གར་དེ་ལྟར་ལྷུ་བཞིག་བཏང་སྟེ་སློབ་ཕྲུག་ཉི་ཤུ་ལྷག་ཙམ་གྱིས་འཛིན་བཟུང་བྱས་ཡོད་པ་རེད། འོན་ཀྱང་གནས་ཚུལ་འདི་དག་གིས་སློབ་ཕྲུག་ངོ་རྒོལ་བའི་ལས་འགུལ་འདིའི་ཐོག་ལ་ཤུགས་རྐྱེན་དེ་ཙམ་ཡོང་གི་མེད་པ་དང། མི་ཤི་གན་མངའ་སྡེ་ལྟ་བུའི་གཙུག་ལག་སློབ་གྲྭ་ཁག་གི་གླ་པ་མཐའ་སྲུང་གི་མཛད་སྒོའི་ཐོག་ལ་སློབ་ཕྲུག་ཚོས་དམག་འཁྲུག་ལ་ངོ་རྒོལ་གྱི་སྐད་འབོད་དང་ཁོང་ཚོའི་རེ་འདུན་དེ་དག་གསལ་སྟོན་གནང་ཡོད་པ་རེད། དེ་བཞིན་རེས་གཟའ་མིག་དམར་གྱི་ཉིན་མོ་ཀོ་ལོམ་པི་ཡ་གཙུག་ལག་སློབ་གྲྭའི་ནང་ལ་བདེ་འཇགས་ཉེན་རྟོག་པ་ཚུད། སློབ་ཕྲུག་ངོ་རྒོལ་བ་རྣམས་ཀྱིས་བཙན་བཟུང་བྱས་པའི་སློབ་ཁང་ནས་སློབ་ཕྲུག་དེ་དག་ཕྱིར་འདོན་བྱས་པའི་རྗེས་སུ། ནེའུ་ཡོག་གྲོང་ཁྱེར་གྱི་སྤྱི་ཁྱབ་པ་ཨེ་རིག་ཨེ་དམས་ཀྱིས་ཨེ་བྷི་སི་བརྙན་འཕྲིན་གྱི་ལས་རིམ་ཐོག་ལ་གླེང་མོལ་གནང་བ་སྐབས་ལ། མཐོ་སློབ་ཀྱི་གླ་པ་ཐར་བྱུང་གི་མཛད་སྒོ་ཁག་གི་དུས་རིམ་འདི་ལ་གནས་སྟངས་ལྷིང་འཇགས་ཡོང་ཐབས་སུ་བདེ་འཇགས་ཉེན་རྟོག་པ་ཚོས་འགན་སྲུང་བྱེད་ཀྱི་རེད་ཅེས་གསུངས་ཡོད་པ་རེད། We will do our job ང་ཚོས་རང་གི་ལས་འགན་བྱེད་ཀྱི་རེད། མཐོ་སློབ་ཁག་གི་སློབ་ཕྲུག་རྣམས་ཀྱིས་རང་གི་ནང་མི་ཚོ་དང་མཉམ་དུ་དམིགས་བསལ་གྱི་དགའ་སྟོན་མྱོང་ཚོར་འདི་དག་གོ་སྒྲིག་གནང་བའི་སྐབས་ལ་དེ་དག་ཞི་བའི་སྒོ་ནས་བྱེད་རྒྱུ་ལ་ང་ཚོས་འགན་ལེན་བྱེད་ཀྱི་ཡོད། རེས་གཟའ་ཕུར་བུའི་ཉི་མ་སྲིད་འཛིན་ཇོ་པཱ་ཏན་གྱིས་སློབ་ཕྲུག་གི་ངོ་རྒོལ་གནས་ཚུལ་འདིའི་ཐོག་ལ་གསུང་བཤད་གནང་གི་ཡོད་པ་དང། དེའི་སྔོན་དུ་རེས་གཟའ་ཉི་མའི་ཉི་མ་སྲིད་འཛིན་ཇོ་པཱ་ཏན་གྱི་འོས་བསྡུ་ལས་འགུལ་གྱི་ཟུང་འབྲེལ་གཙོ་འཛིན་མིཆ་ལན་ཀྲོའུ་ཡིས་སི་ཡེ་ནན་བརྙན་འཕྲིན་གྱི་ལས་རིམ་ཐོག་ལ་སྲིད་འཛིན་པཱ་ཏན་གྱི་དགོངས་གཞི་འདི་དག

སྐྱོན་བརྗོད་གནང་ཡོད་པ་རེད། ཁོང་གིས Truth Social ཞེས་པའི་སྒེར་གྱི་སྤྱི་ཚོགས་དྲ་རྒྱ་འདིའི་སྟེང་ལ། ངོ་རྒོལ་བའི་དཀའ་རྙོག་འདི་དག་ཚང་མའི་འབྱུང་རྐྱེན Biden རེད་ཅེས་གསུངས་ཡོད་པ་རེད། འོན་ཀྱང་སྲིད་དོན་ཚན་རིག་མཁས་པ Michael Traugott གིས་འདི་ནི Donald Trump གིས་རང་གི་འོས་བསྡུའི་ལས་འགུལ་དེ་ལ་ཤུགས་སྣོན་རྒྱག་རྒྱུའི་ཆེད་དུ་སྲིད་དོན་གྱི་ཐབས་ཇུས་ཤིག་རེད་ཅེས་འགྲེལ་བརྗོད་གནང་གི་ཡོད་པ་རེད། ཁོང་གིས་སློབ་ཕྲུག་ཐེ་བའི་ངོ་རྒོལ་བ་དེ་དག་ཉེན་རྟོག་པས་འཛིན་བཟུང་བྱ་རྒྱུའམ་ཡང་ན་མཐོ་སློབ་ཀྱི་གླིང་སྐོར་ནས་ཕྱིར་འབུད་གཏོང་རྒྱུ་དེ་ལ་འདོད་མོས་བྱེད་ཀྱི་ཡོད་རེད། ཡིན་ན་ཡང་གནས་ཚུལ་འདི་དག་གི་ཐོག་ལ་སྲིད་འཛིན་པར་སྒྲེང་གིས་ཐད་ཀར་ཐེ་གཏོགས་དང་སྟངས་འཛིན་དེ་ཙམ་མེད་པ་དེ Donald Trump གིས་ཤེས་རྟོགས་མེད་པའམ་ཡང་ན་ངོས་ལེན་བྱ་འདོད་ཡོད་མ་རེད། འོན་ཀྱང་སྐུ་ཞབས Trauger གིས་གལ་སྲིད་སློབ་ཕྲུག་ཚོས་ངོ་རྒོལ་གྱི་ལས་འགུལ་དེ་དག་མཚམས་འཇོག་མ་བྱས་པ་ཡིན་ན་འདི་ལོ་ཕྱི་ཟླ་བཅུ་གཅིག་གི་སྲིད་འཛིན་དགོངས་འདུན་ཐོག་ལ་ཤུགས་རྐྱེན་བྱེད་སྲིད་པ་རེད་ཅེས་གསུངས་ཡོད་པ་རེད། སྤྱི་བཏང་གི་ཆ་ནས་སློབ་ཕྲུག་གི་ངོ་རྒོལ་དེ་དག་འདོན་ན་ཀྲམ་ལ་ཁེ་ཕན་ཡོད་པ་ཞིག་རེད། གང་ལ་ཟེར་ན་ཁོང་གི་རྒྱབ་སྐྱོར་བ་མང་ཆེ་བའི་བསམ་ཚུལ་དེ་དག་དང་མཆོང་མཁན་རེད། དེའི་བར་ན་སང་ཉིན་ར་ས་མིག་དམར་གྱི་ཉིན་མོ་སྲིད་འཛིན་ཇོ་པཱ་དིན་གྱིས་ཧོལ་དགའས་འགྲེམས་སྟོན་ཁང་དུ་དྲན་གསོའི་མཛད་སྒོ་ཞིག་གི་ཐོག་ལ་ཁོང་གིས་ཕྱི་མིར་སྡང་འཛིན་རིང་ལུགས་འདི་དག་ལ་འགོག་རྒོལ་གནང་ཐབས་ཀྱི་སྐོར་ལ་གླེང་མོལ་གནང་རྒྱུ་ཡིན་པ་རེད། དེའི་བར་ན་གཟའ་འཁོར་འདིའི་ནང་ལ་སྒྲོ་ནང་ཀྲམ་གྱིས་ནེའུ་ཡོག་གྲོང་ཁྱེར་གྱི་ཁྲིམས་ཁང་དུ་ཁོང་གི་ཐོག་ལ་ཁྲིམས་འགལ་གྱོད་གཞི་འདིའི་ནང་ལ་ངོ་བཅར་ཞུ་གཏུག་གནང་རྒྱུ་དང། དེ་ནས་ཕྱི་ཟླ་ལྔ་པའི་ཚེས་བཅུ་གཅིག་གི་ཉིན་མོ་ནེའུ་ཇར་སིའི་མངའ་སྡེའི་ནང་ལ་འོས་བསྡུའི་ལས་འགུལ་གསར་པ་ཞིག་སྤེལ་རྒྱུར་གྲ་སྒྲིག་གནང་བཞིན་པ་རེད། གནས་ཚུལ་འདི་ཕ་རྒྱུད་དང་ཉེ་འབྲེལ་ཞུ་མཁན་ནོར་བུ་བསམ་འཕེལ་ཡིན།